ང་རང་ཚོའི་མི་ཚེ་འདི་དང་མི་ཚེ་བཟང་པོ་གཅིག་གི་སྔོན་ནས་གཅིག་གིས་སུ་གཅིག་ལ་ཡེ་ནས་གནོད་པ་མ་བྱེད། ཕན་ཐོགས་བྱེད། མདོར་ན་བས་རང་ལ་ཡ་ཚུར་གནོད་པ་བྱེད་མཁན་གྱི་དགྲ་བོ་ལྟ་བུར་ཆགས་བཞེད་པ་ཡེ་ནས་དགྲ་འོས་མ་འོས་པ་བྱེད་པ་སྟེ། སྤྱོད་པའི་ཐོག་ནས་ཁ་ཐུག་ཡང་ཅིག་ལན་སློག་དགོས་པ་དེ་འདི་ལྟ་ཡོང་གི་རེད་དེ་བསམ་པའི་ཐོག་ནས་ཡལ་བ་དོར་ཡག་རེད་བོ། གཅིག་དེ་ལ་གཅིག་ཁོང་ཁྲོ་ཟ་ཡ། དེ་ལ་ཁོང་ཁྲོ་བྱེད་ཡ་རོ་གཅིག་གི་གནོད་སེམས་སྐྱེ་ཡ་སོགས་འདི་ཁྱོད་ནས་བྱེད་རྒྱུ་ཡ་མ་རེད་དོ། ཚེ་ནི་ང་ཚོ་མི་ཚེ་འདི་མི་ཚེ་བཟང་བོ་ཞིག་སྐྱེལ་གི་ཡིན་ན། ཚེ་འདི་གོམ་པའི་ཤུགས་ཀྱིས་ཨེ་ནི་སྐྱེ་བ་ཕྱི་མ་ཚོ་ལས་རིན་མེད་ཀྱི་ཅིག་བཟང་པོ་ཆགས་ཐུབ་ཡ་ཅིག་ཐ་ན་དུད་འགྲོའི་སྐྱེ་གནས་ལ་སྐྱེ་བའི་སྐྱེ་བའི་སྐབས་ཅིག་ལ་ཡིན་ནའི་ཁོ་ཡང་ཅིག་དུད་འགྲོ་བསམ་བློ་བཟང་བོ་ཅིག་ཡང་ཐུབ་ཡ་ཅིག་དེ་འདྲ་བྱུང་ན། ཚེ་སྔོན་ལས་ངན་བསགས་བྱས་པ་དེ་དུད་འགྲོ་ལ་ཅིག་སྐྱེས། དུད་འགྲོར་ཚར་གཅིག་སྐྱེས། ལས་ངན་འདི་དག། ཨེ་ནི་དུད་འགྲོར་སྐྱེ་བའི་རིན་དེ་ལས་ཅིག་ལས་བཟང་པོ་ཅིག་བསགས་ནས་ཡོང་དུས་ཨེ་ནི། དུད་འགྲོའི་སྐྱེ་གནས་དེ་ཡུན་རིང་པོ་མི་སྡོད་པར་ཐུང་ཐུང་བྱས། དེ་ནས་སྐྱེ་གནས་བཟང་པོ་ཡོང་ཐུ་ཡ། དེ་འདྲའི་གི་གང་ལྟར། ཚེ་རབས་གཏན་གྱི་འདུན་མ་འགྲུབ་ཐུ་ཡ་ཅིག་ཅུང་ཏན་ཏན་ཡོང་ཡ་རེད་ཤག་ས་དེ་འདྲ་ཡིན་དུས་ཙང་ནས་ང་རང་ཚོ། མི་ཚེ་བཟང་པོ་ལ་སྐྱེ་ཡ་ཟེར་མཁན་དེ། གལ་སྲིད་སྐྱེ་བ་ཕྱི་མ་ཁས་མ་བླངས་མཁན་མི་སྦྱིན་པ་ཡིན་ནའི་མི་ཚེ་བཟང་པོ་ཅིག་སྐྱེལ་ད་སྐྱེ་བ་ཕྱི་མ་ལ་ཕན་ཕན་པ་རེད།

དེ་དང་འབྲེལ་ནི་ཆགས་སྡང་གི་རང་བཞིན་ཅན་གྱི་མིའི་སྤྱི་ཚོགས་ནང་ལོགས་ལ་ཡང་སྡུག་པ་དང་བྲལ་མི་སྡུག་པ་དང་བྲལ་བའི་སྡུག་བསྔལ་འདོད་པའི་ངོ་བོ་བཙལ་གྱི་མི་སྡུག་བསྔལ་ཡོང་ཡོང་པ་རེད། ཚེ་འདི་འདྲ་ཡིན་དུས་ཚང་ནས་གང་ལྟར་སྡུག་བསྔལ་རྩ་བ་ནས་མེད་པ་ཆགས་ཟེར་ཏེ་ཕྱི་རོལ་གྱི་ཡུལ་གྱི་ཆ་ནས་སྡུག་བསྔལ་མེད་པ་ཆགས་ཐུབ་ཡ་ཡོད་མ་རེད། ནང་སེམས་ཀྱི་ནང་ནས་ཨེ་ནི་བསམ་བློ་གཏོང་སྟངས་ཤེས་པ་ཡིན་ན་སྡུག་བསྔལ་དེ་བས་གྲོགས་ལ་འགྲོ་ཡ། དཔེ་རུ་ཆ་བཞིན་ནོ་བློ་སྦྱོང་གི་ཉམས་ལེན་རྟོགས་སུ་ཡོད་པ་ཞིག་ཡིན་ན། བསྟོད་ན་མི་དགའ་སྨད་ན་དགའ་ཟེར། སྨད་ན་རང་སྐྱོན་ཐལ་ལ་འབུད། བསྟོད་ན་ང་རྒྱལ་ཕྲག་དོག་འཕེལ་ཟེར། དེ་རིང་གོ་ཐོག་ཨ། མདོར་ན་ང་རང་ཚོ་བསམ་བློ་གཏོང་སྟངས་ཀྱི་ཐོག་ནས་ཡག་པོ་ཞིག་གཏོང་བཞིན་པ་ཡིན་ན། ཨེ་ནི། སྐྱིད་ན་བདེ་བ་ཚོགས་སུ་བསྔོ། ཕན་བདེ་ནམ་མཁའ་གང་བར་ཤོག། སྡུག་ན་ཀུན་གྱི་སྡུག་བསྔལ་འཁུར། སྡུག་བསྔལ་རྒྱ་མཚོ་བརྟན་པར་ཤོག་ཟེར་ནས།